ཕྱོགས་གཅིག་ནས་ཇོ་བོ་ནང་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་དུས་འདི་ནས་བཟུང་སྟེ་ཇི་སྲིད་སེམས་ཅན་ཁམས་རྣམས་མ་རྫོགས་པ་ནམ་མཁའ་མི་རྫོགས་པའི་དུས་ཚོད་བར་དུ་ཚེ་རབས་བརྟན་དུ་ཨ་ནེ་ཕན་ཐོགས་པར་བྱ་དགོས་ཙང་དེ་དག་གི་བི་གའི་ཆོས་དང་ཟང་ཟིང་གང་གི་ཕྱིར་ན་ཅིང་ཉེ་བར་འཚོལ་བའི་གཞིར་འགྲོ་དགོས་ཡོད་ཙང་རིན་ཆེན་པོས་གསུངས་དགོས་རེད་ཞེས་འདི་གསུངས་པར་བལྟ། ད་དེའི་གོ་བ་འདི་ང་ཚོས་ལན་གཅིག་གླེང་དགོས་ཀྱི་འདུག་ཨང་བཏང་དགོས་ཞེས་ནི་གཅིག་གསུངས་ཚུལ་གསུང་དགོས་ཞེས་ནི་གཅིག་གསུངས། ད་བཏང་སྟངས་འདི་ཡང་གང་དྲན་གཅིག་གི་ཐོག་ནས་བཏང་དགོས་ཀྱི་རེད་གསུང་སྟངས་འདི་གང་དྲན་གཅིག་གི་ཐོག་ནས་ཟ་འཕང་བཏང་དགོས་ཟེར་དུས་དུ་ང་ཚོས་གསུང་གོ་གསུང་གོ་མ་རེད་ཟེར་དེ་ནི་འགལ་བ་ལ་འཛིན་གྱི་ཡོད་མ་རེད། ཕང་བཏང་གོ་ཟེར་དེ་དེ་ལས་གཞན་ཆགས་ཆོག་ནི་བྱེད་ཀྱི་ཡོད་མ་རེད། གཞན་གཅེས་པར་འཛིན་པའི་གཅེས་འཛིན་གྱི་བསམ་བློ་ཀུན་སློང་བཏང་ཆེད་བཙན་དབང་རྒྱལ་ཡག་གི་ཐབས་ཤེས་ལ་ཡ། ལུས་ལོངས་སྤྱོད་དུས་གསུམ་དུ་ཟེར་བའི་གེགས་རྩེ་དེ་གའི་སྒང་པ་བཏང་གོ་རེད་ཡིད་བཞིན་དུ་གསུང་གོ་བཏང་ཚུལ་གསུང་གོ་རེད་ཟེར་དེ་དེ་ག་ནང་ནས་ཚུལ་གསུང་གོ་ཟེར་དེ་དེ་ལས་གཞན་ཆགས་བྱེད་གོ་རེད་ཆེད་ནས་གསུང་གི་ཡོད་མ་རེད། སེམས་ཅན་ཀུན་གྱི་ཉེར་འཚོའི་གཞིས་ལུས་གྲོལ་ཡག་གི་ཆེད་དུ་ཉེ་བར་འཚོ་བའི་གཞིས་ལུས་གྲོལ་ཡག་ཆེད་དུ་ཚུལ་གསུང་གོ་རེད་ཞེས་བྱ་བ་དེ་ཅི།

དགོན་པའི་ངོས་ནས་ཡིན་ནའི་དྲ་ང་ཚོའི་ངོས་ནས་ཆ་ཚང་མིན་ན་ལས་དེ་ལྟའི་ཚུལ་དངོས་བྱུང་དུས་དེ་ཡང་ཆ་ཚང་དེ་ལྟར་བཤད་པ་ཡིན་ནའི་ལས་དེ་ག་འདྲའི་ཕན་ཡིན་པ། ཅི་ལྟར་དེ་དགེ་འདུན་མ། དགེ་འདུན་སྐུ་ཕྱོགས་སུ་ཕྱི་ཕྱི་མའི་སངས་རྒྱས་སྐུ་ཞུ་བླ་མ་ལྟ་བུ་མེད་པའི་མི་སྲིད་རྩ་ཆེན་པོ་དེ་འདྲ་ཡང་རེད་དོམ་ཚང་ང་ད་ཨ་མོ་ཧ་ལས་པ་ལྟ་བུ་དེ་འདྲ་ཡང་རེད་དེ་ག་འདྲའི་ཕན་ཡིན་པ། དེ་ང་ཚོའི་གཏམ་དཔེ་ན་ལ་ཡོད་དོན་ཡོད་ཡོད་དོན་དོན་མི་དང་མེད་དོན་དོན་གཅིག་ཁུག་སིན་ཤ་ཕྲུག་གེར་པ། ད་ཡང་དེ་ག་ལ་ཕུལ་གི་ཡོད་ཞེས་བཤད་རྗེས་ཕིང་གཅིག་གིས་བེད་སྤྱོད་བཏང་མ་ཐུབ་པ་ཞེས་དཔལ་ཏེ་ཡབ་པའི་ཙི་ཙི་འོག་སོགས་རྒྱ་མོ་ནང་བཞིན་བསགས་ཀྱིས་བསྟན་ན་ད་དེ་ཡང་ཅིག་ཉོག་དྲ་ཅིག་ཏུ་གོ། ད་དེ་སྐད་ཅེས་དེ་ཅིག་གོ་བཞིན་པ་ན་ཞུ་ལ། ཕང་གཏང་དགོས་རེ་བྱས་ནས་ཅིག་གསུང་གི་ཡོད་རེ་ཚུལ་གསུང་དགོས་རེ་བྱས་ནས་ཅིག་གསུང་གི་ད་ཡིན་ན་ག་རེ་བསགས་ཚུལ་དེ་ཉིད་དེ་གའི་དོན་གྱི་གོ་ཚུལ་དེ་འདྲ་མངོན་གྱུར་བ་མར་ཕང་གཏང་དགོས་རེ་བསགས་དེ་གོ་བའི་རྒྱུ་མཚན་ག་རེ། ཚུལ་གསུང་དགོས་རེ་བསགས་དེ་གོ་བའི་རྒྱུ་མཚན་ག་རེ། དེ་ང་ཚོ་ཅིག་ཉོག་དྲ་ཆོད་ནི་མི་འདུག་དངོས་གནས་ད་ལྟ་ང་ཚོ་དུ་བ་ཆ་ཚང་བཏགས་པ་ཅན་མི་འདུག་དུ་བ་ཡི་གེ་བལྟོས་བཅས

ད་གངས་སུ་པའི་རྒྱལ་གྲོལ་ལོངས་སྤྱོད་ཆེ་བྱས་པའི་ཆུ་ཚོད་བཏང་ནས་བར་མ་དོ་ལ་གོས་པ་ཅུང་ཙི་ཅུ་ལས་མེད་པ་ཅིག་གི་ཐོག་ནས་གོས་པ་ཆུང་ཆུང་ཅིག་གི་ཐོག་ནས་བཏང་ཤོག་ཟེར་ནས་མ་ཕྱི་ལྟ་ཡང་ཚུལ་གསུངས་ཤོག་འོ་ཨ་དུས་གསུང་གི་ཡོད་ལ་ལྟ་སེམས་ཅན་ཐམས་ཅད་ཀྱི་ཉེར་འཚོའི་གཞིའི་དྲོད་ཨག་ཅིག་ཏུ་གསུངས་ཤོག་ད་འདི་ང་ཚོའི་ཤག་འདི་ལ་མང་ནས་ཉུང་ནས་ཅིག་ཟ་རྒྱུ་འཐུང་རྒྱུ་ལ་སོགས་པ་དེ་འདྲ་ད་པའི་ཤག་ཅིག་གྲ་ལ་གྲུམ་བུ་གོར་ཙག་ཅིག་སྒོར་མོ་ཅིག་ཙི་ཅིག་ལས་མེད་ནས་ལས་ད་ཁོ་བསམ་བློ་གཏོང་སྟངས་ཅིག་ང་ཚོས་ཅིག་ཤེས་སོང་ག་དྲི་ཞིག་གུག་གི་ཏོ།

དཔེ་ཆར་བལྟས་ཟིན་ཡོད་ན་དེ་ཡི་གེ་གཅིག་བེང་ནང་ལ་ཡ་བཅོལ། ངུ་ང་སི་གི་རུ་བ། རྟ་བཞི་རྒྱབ་ནི་བེང་ནང་སི་གི་རུ་དེ་ནང་ལ་ཡ་བཅོལ། ཨ་ནི་བྱུང་ནི་ནི་ཡིན། མེ་ཚི་ཁོ་རུ་མ་ལེན་ཡ་མེད་པའི་སུ་འདྲེ། བྱི་བོ་བཞི་ཚ་སུ་ནི་གི་དྲུག་གི་ལིང་གི་ཡིན་ན་སུ་རི་ལིང་གི་ཡིན་ན། བུ་སི་བི་ཏི་ལེན་ག་དྲུག་གི་ནང་ག་འདྲེ་ཡིན་ན་ད་མི་ཤེས། འོ་ད་དེ་འདྲེ་གི་དུ་ནི་ཡང་སུང་ཤེས་ཅི་བེད་སྤྱོད་ཁྱོད་ནི་སྟོང་པ་ངོ་བོ་ཆེ་ནི་སེམས་གནས་ཀུན་ནས་བླང་བྱས།

ཏང་གཅིག་ཐང་གཅིག་གི་ཏང། ཁྱིམ་ཚང་ཆུང་ཆུང་གཅིག་ནང་ལ་ཡང། གང་ཐང་སོ་སོའི་གཅིག་གོ་རེ་ནང་གི་སེམས་ཅན་དེ་གས་ད་ཞིང་གས་ཅི། ཅི་སོ་སོའི་རོགས་པ་དུ་མ་དང་གཅིག་ད་གོ་ཁྱོད་ནས་མ་ཚོན་ཉིད་ད་དེ་འདྲས་གི། མཐོང་རྒྱུ་ཆུང་ཆུང་ད་བུ་སོ་དོག་པོ་ཆེན་པོ་ད་འདི་སྐད་ཅི་དེ་གས་གང་གས་ཅི་ཤུ་གོ་སང་ཤི་མ་ད་ད་ཁྱོད་ལོག་འགྲོ་གི་མ་རེད། ད་དངོས་གནས་གཅིག་ག་ས་ག་ནས་གོར་གོ་ཅིག་བསམ་བློ་གཏོང་ཐུབ་མི་ཤེས་ཨ་མོ་གས་ད་ག་མོས་ད་ད་ཞེ་བོ་ཅི་རེད་པ་སང་ས་ད་འཇོག་མ་འཇོག་གི་གནས་ཚུལ་ཅི་དེ་མ་ད་ཅི་གས་ག་མོས་དེ་ལ་སྐྱོན་བཙུགས་ཡ་ཁྱོད་ནས་མི་འདུག་ག།

ད་ད་གིན་གིན་ང་ཚོ་དང་པོ་དང་པོ་དེ་སྦྱིན་པ་མ་བཏང། བཏང་སོང་དག་པའི་སྲས་ལ་བཏང་བཏང་བ་ཟེར་ཏེ་ག་རིམ་པ་ཟེར་བ་དེ་དག་ལུས་དེ་ཡང་ཡེ་ཤེས་ཀྱི་ནོར་བུ་ཆེ་འདོད་པོ་ཆེ་ལ་གྱུར། དེ་ག་ནས་ཤིང་གི་ལོངས་སྤྱོད་དེ་ཡང་དེ་ག་ནས་ཤིང་ལ་གྱུར། དཔེར་ན་ཁྱེད་ནས་འདི་ནས་བ་དེ་ཡང་དེ། བྱ་ལྡོམ་ཅིག་མ་ཏོག་ཡོད་མ་རེད་དུང་འབུད་ཅིག་མ་ཏོག་ཡོད་མ་རེད་དེ་ད་དེ་ད་སེ་གཅིག་པས་དུང་འབུད་དང་བྱ་ལྡོམ་ཐེབས་ཆག་དེ་ཡིན་སེམས་སམ་ལ་མ་བཏང་བ་ཆད། འདོད་དགུ་ཡིད་བཞིན་འདོད། ད་སེ་འདོད་པ་ལ་སེ་སྐོམ་འདོད་པ་ལ་སྐོམ། དགེ་བའི་བཤེས་གཉེན་འདོད་པ་ལ་དགེ་བའི་བཤེས་བྱང་ཆུབ་ཀྱི་སེམས་འདོད་པ་ལ་བྱང་ཆུབ་ཀྱི་སེམས། ལམ་དུ་བཟུང་ངོ་བོ་ལས་འཕགས་ཀྱི་ཤེས་བྱེད་ད་དེ་འདྲ་ཅིག་གི་དེ་ནས་བར་སྟང་སིང་སིང་གི་ལྟ་ཚུལ་གསུམ་བཏང་གྱུར་པ་དཔེའི་ནི་བཏང་གྱུར་པ་རྒྱ་ཆེན་པོ་ཞིག་བཟོས་ནས། ག་རེ་རེ་ཞིག་ལ་ཡུལ་དུ་དེ་གི་དོན་བྱེད་གཞིའམ་དོན་བྱ་ཡུལ་གྱི་སེམས་ཅན་ལ་ཡང་འདི་གི་རྩི་ཞིག་ཡར་འདི་གི་རྩི་ཞིག་ཡར་མར་བྱས་ནས་གྲངས་དང་ཐ་མུ་མེད་པར་བཏུབ་ཟེར། ད་སྐད་ཅིག་དྲང་པོར་ཞིག་བཤད་ཟིན་ན་དོན་བྱ་ཡུལ་གྱི་སེམས་ཅན་དེ་གྲངས་ཐ་མུ་མེད་པར་ཅིག་ལྟ་བུར་ཅིག་ཆགས་འདོད་དོ། ད་ནི་སྐབས་རེ་སྐབས་རེ་འདི་ནས་འཕགས་སེམས་དཔའ་སངས་པ་ཞིག།

ད་དེ་འདྲའི་ཡོང་ཕྱོགས་རེད་ད་དེ་འདྲའི་ཡོང་ཕྱོགས་རེད། ད་ང་ཚོ་དོན་བྱས་ཡུལ་གྱི་སེམས་ཅན་ལ་ཡང་སྡིག་རྩི་བྱོས་སྡིག་རྩི་བྱོས་མ་ཟེར་ནས་གྲང་དང་འཐབ་མུ་མེད་པ་ལྟ་བུ་ཞིག་སེམས་ཁྲོད་དུ། ལུས་ལོངས་སྤྱོད་དུས་གསུམ་དུ་བསགས་ཤོག་གེ་ཚེ་དེ་གི་སྲུང་འཁོར་རེད། དཔོན་ཟོང་ད་བས་བཏང་འཁོར་སྲུང་འཁོར་རེད། འོ་དེ་ལྟ། ལུས་སྲུང་སྟངས་ནི་ང་ཚོ་དོན་གྱི་གར་ཡིན་པ་ཟེར་བ་ལྟ་བུ་དོན་གྱི་རྟགས་ལ་ཞུས་ཚར་ཡིན་པ། དཔེར་ན་དཔེར་བརྗོད་ཅིག་ཆ་མཚོན་པ་ཡིན་ན་ནི། ཁྱེད་རང་ཚོ་ལྟ་བུ་ཞིག་ཆ་མཚོན་པ་ནི་ད་འདིར་འདི། ཕུན་ཚོགས་བཀྲ་ཤིས་འདུག་བྱམས་པར་བྱེད་འདུག་བྱང་སེམས་འདུག་ད་ཁྱང་ཚོ་དེ་སྐྱིད་འདུག་རིག་པའི་ཡག་པོ་འདུག་ནི་མང་པོ་འདུག།

ཚེ་སྟོད་ལ་བྱང་ཆུབ་སེམས་དཔའི་སོར་བཞག་ཉམས་མེད་པའི་སོར་བཞག་ཚད་མེད་ལ་དཔལ་དང་ཕྱག་ཚང་སྐོར་ལ་ཤོར་ཤོར་སྤྲོས་ནས། བླ་མ་དགེ་བའི་བཤེས་གཉེན་བསྟེན་ཚུལ་གྱི་དམ་ཚིག་ཡན་ཆད་ནས་ཕྱག་ཚང་ཉམས་དོན་གྱི་ཕྱག་གསུམ་ལ་སེམས་ཅན་ཐམས་ཅད་ལ་ཕན་ཐོགས་དེ་གསུངས། ད་དེ་གསུངས་སྟངས་ཐབས་ཤེས་ཡག་པོ་ཁྱོན་ན་རེད་མི་འདུག་གོ་ད་འོ་དེ་འདྲའི་ཅིག་གི་ཐོག་ནས་སེམས་ཅན་གྱི་ཕི་གའི་ཉེར་འཚོའི་གཞི་སྤྲོས་ཨ་ཅེ་རེད་འདུག་ན་ད་ངས་གང་འདྲའི་ཅིག་གི་ཐོག་ནས་ད་གསུངས་རྒྱུ་བྱེད་དགོས་ཀྱི་འདུག། དཔེར་ན་དེ་རིང་སྐལ་བཟང་ང་ཚོ་སྤྱི་ཚོགས་གང་ལ་ཡོད་དུས་ཀྱི་སུ་སུའི་ཅིག་ཕི་གའི་ལས་ཁུངས་ནང་གཏོགས་པོ་བྱས།

དགོན་སྨན་གྱི་བུ་ཞིག་དང་ཆུང་ནས་ཁྲིད་མ་སོང། ལྷག་པར་དུ་ཁྱིམ་པ་མི་ནག་སངས་རྒྱས་ཀྱི་ཆོས་དེ་ཚོ་ག་ང་ལ་ཁ་བཏགས་ཉིད་དེ་འདྲའི་གི་པདྨ་དེ་འདྲ་ཁས་ན་ལ་མ་ལུག་གི་དེ་འདྲ་ཁྱོད་ནས་ཁྲིད་མ་སོང། ད་ལྟའི་དུས་ངས་མི་ཡུལ་ཆེན་པོ་ཅི་ཆང་ཤོད། འོ་དེ་སྲིད་ཀྱི་བར་ད། དེ་ལ་སེར་སྣས་སྐྱེས་ནས་སྲིད་ཀྱི་བར་མ་ད་སེར་སྣས་ཆས་བྱས་ཟ་མ་ནུས་གཏོང་མ་ནུས་ཀྱི་སྐྱེ་ཤི་མ་ད། ད་གོ་བ་རླབས་ཆེན་པོ་གཅིག་དང་གོ་བ་ཁྱད་པར་ཅན་དུ། དུས་ཚོད་རིང་པོ་ཕས་ཕུགས་ལ་ཕན་ཐོགས་ཡོད་དུ་ཆོག་གི་དེ་འབྲེལ་གྱི་ལས་ཀ་རླབས་ཆེན་པོ་གཅིག་ད་རིང་གི་འདི་ལོའི་ལོངས་སྤྱོད་དུས་གསུངས་གསར་ཤོག་གེ་ཚེ་ཐིག་གེར་བརྟེན་ཅིག་སྒྲུབ་ཡག་ཡོད་ཙང་ད་འདི་འཕྲོ་ལ་མ་འགྲོ་བའི་ཕྱིར་ཤུགས་ཆེན་དེ་ཅིག་ཟེར། དཔེར་ན་ང་ཚོ་འདི་ལོའི་བོད་དུ་དར་བ་རྒྱག་བསྡད་འོ་དེར་བ་ད་ང་ཚོའི་སྔོན་ནས་ཆ་ཚང་ནས་དེར་བ། ད་ལྟ་རྒྱ་མཚོ་ད་ལྟ་དེ་རྒྱ་ལོ་ལ་མ་ཡོད་དུ་ཀྱང་མང་ཆགས་ཅིག་ད་ལྟ་ཕར་ཕྱིན་འགོ་ཚུགས་ཚུགས་ཟེར་བ། དེ་མ་གཏོགས་ད་ལྟ་ང་ཚོ་དཔེར་ཤི་ནས་ཡིན་པ།

དེ་ལ་གཡག་གོ་ཤུབ་ཆགས་སོང་ང་ནི། དེ་རྫུགས་རྫུགས་ཁྱོན་ནས་མི་འདུག་བ་འདི་འགྲིག་གི་མི་འདུག་ཕྱིན་རྫུགས་རྫུགས་ཁྱོན་ནས་མི་འདུག། ད་མ་རེད་ང་འདི་གཏོར་སོང་ན་ཟས་མི་འདུག་འགྲིག་གི་མི་འདུག་ང་ལོག་ས་ལ་ཉོབ་བྱ་གོ་ཡོད། ང་ལོག་ས་ལ་ཧམ་གོག་ཉོ་གི་ཡོད་དུད་དུང་ཉོ་གི་ཡོད་དེ་དེ་ཆོས་ཆགས་མི་འདུག་བ། ངའི་ཆེད་དུ་རེད་འདུག་བ། དེ་ཆོས་ཆགས་མི་འདུག་བ། ཨ་ངའི་ཆེད་དུ་ཡིན་པ་ཡིན་ནའི་ལན་ངའི་ཆེད་དུ་པི་ཙི་ཞིག་རེད་བྱ་མ་འདུག་ཁྱོད་ཀྱིས་མི་འདུག་དོན་གྱིས་དེའི་ཚུལ་བསམ་བློ་བཏང་པ་ཡིན་ན་བསམ་པ་གཞན་དོན་བསམ་ནས་རང་དོན་ཞར་ལ་སྒྲུབ་པའི་ས་ཏེ་རེད། ང་ཚོ་དཔལ་ཆེན་རིན་པོ་ཆེའི་ཡིག་ཆ་ནང་ལས་ཡོད་རེད་ཅེས་རིན་པོ་ཆེས་འགེལ་ཡོད་རེད། རང་དོན་དུ་གཞན་དོན་གཉིས་པོ་དེ་ཡིག་སངས་རྒྱས་ཀྱི་ས་དང་དོ་བ་ཤུགས་ཆེན་པོ་ཡང་ལས་འབྲས་བུ་ག་དུས་ལ་དུས་དོན་གཅིག་རེད་པ། རང་དོན་ཕུན་ཚོགས་སྐུ་དང་གཞན་དོན་ཕུན་ཚོགས་སྐུ་གཉིས་པོ་དེ་དོན་གཅིག་ཡིན། ལོག་ཤོག་ཧ་མས་པ། ད་རང་དོན་བྱས་ན་ཡག་ཤོས་ནག་ཡག་ཤོས་དེ་རེད་འདུག་ད་ཕས་ཕུག་ལ་ཕན་ཐོག་ཡོད་དེ་ཡོད་རང་དོན།

ད་ལྟའི་དེ་གའི་གངས་ཀྱི་ཡང་ཡོད་ཤུགས་ཆེར་ཕྱིར་གཏོང་གཉིས་སུ་ཕྱིན་པ་དང། ད་རེས་དངུལ་ལོ་ཆགས་པའི་ཆགས་པ་དུས་ཡོལ་བའི་སྒང་ལ་ཁྲི་གཅིག་རག་པ་རེད། དེའི་སྔ་ལ་དངུལ་ལོ་ཆགས་པའི་ཆགས་པ་དུས་ཤུགས་ཆེར་དྲུག་ཁྲི་དང་ཁྲི་གཉིས་རག་རེ་བྱུང་ས་བུད་པ། མེ་འབར་བའི་སྒང་ལ་ཤིང་ཤག་པགས་ས་ཏག་ཏག་ཆགས་སོང། ཁོའི་དེ་ལོ་ཆགས་པའི་ཆགས་པ་དུས་ཡར་དཔེ་སྙིགས་སུ་ཕྱིན། མ་ལྕགས་སྙིགས་སུ་ཕྱིན་མི་འདུག། གེ་སེ་ཡིས་གེ། ཇོ་ནང་གི་ད་ལྟ་ཉིན་པའི་སེམས་ཅན་ཐམས་ཅད་ལ་བཏང་བཏང་དེ་འདྲས་མ་རེད་གསུངས་སོང་གེ་སེ་བཏང་བཏང། ཡིད་བཞིན་ནོར་བུ་ལས་ལྷག་པའི་དུས་ནས་བཏང་དགོས་རེད། བ་བ་ལ་དངུལ་ཏེ་ཨ་མ་ལ་དངུལ་ཏེ་དེ་མ་རེད་གསུངས་སོང། ད་འདི་རླབས་ཆེ་སེ་ཆེ་ནས་ད་ཧོབས་ཁ་གཏད་དུ་ད་ཁ་རྒྱག་པ་རྒྱག་པ་ཞེས་ཕིང་གཅིག་གིས་མ་གཏོགས་གཉིས་སུ་ཤོར་རེད་ད་ཡིན་ན་རླབས་ཆེན་པོ་གཅིག་གཏོར་ནས་གཅིག་གྲུབ་ཡོང་དུས་ཞི་བོ་ཅིག་བྱེད་ཐུབ་ཉིན་ཞིག་ནང་འགྲོ་གི་རེད་པ་ད་ལྟའི་ཧ་ལས་པ་ལྟ་བུ་ཞིག་རེད་ཤག་ཡི་ཡ་མཚན་པོ་རེད་ཤག་ངོ་ཚ་བ་རེད་ཤག་ད་དེ་འདྲའི་དུས་སུས་དྲན་རེད་པ་འཛམ་བུ་གླིང་འདི་ང་ལ་ཡ་དུང་རྒྱུ་སྐྱེ་ཤི་ཐ་མལ་ན་ལ་ཡ་ད་དེ་འདྲའི་གི་བསམ་བློ་གཏང་ཐུབ་ཉིན་གི་མི་དེ་ད་སྲིད་དོན་བཀག་ཐུབ་གི་མ་རེད་མ་གཏོགས་གཅིག་ད་ཧ་ལམ་མེད་པ་འདྲ་བ་རེད་ཤག་རེད་པ་ད་ཡོད་ད་ག་ཐུག་གུ་རུ་བ་ད་སྲིད་ད་ག་ཐུག་གུ་མ་རེད་ཡོད་རེད་བས་ཡོད་མ་རེད་བས་སྲིད་མ་ཡོད་མ་རེད་སད་ཆད། སྲིད་གི་རེད་སྲིད་གི་མ་སྲིད་ད་སྲིད་ཡིན་སད་རེད། ཨ་རེ་ཁམས་དེ་བཞིན་ཡིན་པོས་ཁྱབ་སེམས་ལས་ནང་གི་ཁྱབ་བདེ་ཡོད་ད། ད་དོང་ཟོ་ད་ཧ་ལས་པ་ཏུ་པོ་ཕྱིར་ལྟུང་བ། སེམས་ལས་ནང་གི་ལོངས་སྤྱད་ཕྱིར་ལུས་ལུས་སོགས་པ་གསུམ་རེད་ཆ། ད་ང་ཚོའི་ཤ་ན་ལ་ཡང་རྩམ་པ་གསུམ་ད་དེ་འདྲས་གི་ཅིག་ལོངས་སྤྱོད་རེ་ཅིག་ཁྲག་ལ་ཆེན་པོས་བལྟས་ཟེར་བ་ད་ཞེ་བོ་ད་རེད་ད་ཆ་ཡོད་མ་རེད་ད་ང་ཚོའི་གྲྭ་པ་གྲྭ་བརྒྱ་ལྷ་བ་དུ་ཁྱེད་རང་ཚོ་སྤུ་གུ་ཆུང་ཟེར་ཆེད་ད་ད་ད་ཨ་ཇོ་རང་རེད།

ཐང་སྤང་དུ་ཅིག་སུ་སོགས་དཀོན་པོ་ཡོད་ལྟ་བུའི་ཁུ་དུག་སྟེ། མོས་བུའི་རིགས་ཀྱི་ངོ་བོ་དེའི་དང་གི། དཀོན་མོས་ཀྱི་ངོ་བོ་དང། དཀོན་ཟེར་བ་དེ་དུས་ཚོད་ཕྱེད་མོས་ཟེར་བ་དེ་ངོ་བོའི་ཕྱེད་ལ་ཟེར། དཀོན་པོ་ཡོད་ལྟ་བུའི་ཁུ་དུག་སྟེ་ངོ་བོ་རིན་ཐང་ཆ། ངོ་བོ་ཡག་ག། ངོ་བོ་བོད་ཆོས་དང་ནི་སྟོང་ལོ་བ། ད་དེ་རིགས་ཀྱི་ཚིག་གཅིག་དུས་ཀྱི་དང་གི་དུས་ཧ། ད་ལོངས་སྤྱོད་གསུང་དབྱངས་ཀྱི་ཐམས་ཅད་ཀྱི་དང་ཡོད་དུས་ཆོས་དང་གར་ཕྱིར་སོད་དུ་བྱིན་པ་དང་དེ། ལོངས་སྤྱོད་གསུམ་ལོངས་སྤྱོད་སྤེལ། གཅིག་ལ་གཡུ་དེ་ལོངས་སྤྱོད་མང་ལ་སྟོན་ཡང་སྤུ་དག་ལ་སྟོན་ཡང་ཁ་གྲངས་མང་སྟོན་གྲགས་ཆེ་ལ་སྟོན་དེ་འདྲའི་གི་གཅིག་ལའང་གཡུ་དེ་གཡུ་དེ་གར་སོ་ལ་སྟོན་ང་ཚོས་སྦྱིན་པ་དག་དེ་དང་སྦྱིན་པ་དེ་གྲ་བ་མང་པོ་ཆེ་གྲ་མང་ཆེ་ན་དེ་ལ་ཡང་ཀུན་གྱིས་བུ་སྟོང་དང་དུག་བྱ་ནས་ཡང་ཆོག་གི་རེད། སོ་སོའི་ཤ་ན་ལ་ཡང་བླ་མ་དགེ་བའི་བཤེས་གཉེན་སྐུ་པར་གྲ་དེ་འདྲ་ཡོད་ན་དེའི་དོན་ལ་ཡང་ཡིན་གཅིག་རེད་ཕྱི་མི་རེད་ལ་སྟོང་སྤོས་དེ་འདྲ་རེད།

འོ་ད་དེ་རེད། ད་ལོངས་ཚོད་སྤེལ་ཡག་ཟེར་ནས་དྲ་ལོངས་ཚོད་སྲུང་ཡག་ཟེར་ནས་དྲ་བ་ད་ག་ར། ཨ་ལག་པ་དང་ཀོང་པོ་ད་འདི་གྱང་དུ་ཁང་གཅིག་གྲོལ་རྒྱུན་རེད། ཨ་སྐད་གཅིག་ཡོད་མར་ཨེ་ལས་སྟོབས་སྤུན་རྒྱག་ཟེར་ནས་བྱས་བྱས་ཏེ། ཚོགས་སྒོ་གི་ཐོག་ནས་ཡང་ཁ་སྐྱོར་སྣ་སྐྱོར་རེ་བྱས་བྱས་རོགས་སྐྱོར་བྱས་བྱས་རེ་བྱས་ཉེས་ཞིག་ད་རང་ཡོད་མ་རེད། ད་དོ་བ་དཔེ་བྲིས་རེད་དེ་འདྲས་གི་ཐོག་ནས་ཅིག་ཀུན་གྱིས་དྲ་ཁྲར་འཕྲིན་པའི་དྲ་ཆུང་འདི་ད་ག་ར་རེད་མོ་ད་ཅིག་ཁ་ཁེ་ཅིང་ད་འདི་ཐོག་ཁང་ལ་བབ་དེ་ཀྱང་སྐྱུང་ཁུ་ད་ཅིག་པོ་ཅིག་ཀྱང་རེད། རྟ་དྲེལ་གྱི་ཡུ་བའི་སྒང་ལན་གཅིག་ཀུན་གྱིས་མ་ལེན་པའི་སུམ་རྟགས་དེ། དེ་ལྟས་ཚུལ་ནི་ཡུ་བ་བཟི་དོང་དུ་ལ་བུད་དུ་ཡང་སོ་ཞེས་བསམ་པ་རྣམ་དག་ཕྱིན་ནས་དེ་བྱས་སོ་ན། སུ་སུ་ལ་ད་ལྟ་རྐང་ངེའི་ཐུག་ཏུ་ཡོད་རེད་ད་ལྟ་ལྟས་ཚུལ་ཡོད་དུ་ཡོད་དེ་ཁ་ཚ་དགུ་གཏོར་གཅིག་གི་ཐོག་ནས་གལ་ཆེན་པོ་བཞི་བོ་གཅིག་ཆགས་འདུག་དེ་རེད་དེ་དེ་ཐམས་ཅད་ལ་གང་བློས་གཏོང་བྱས་བྱས་བར་བཏང་འགྲོ་དུས་ད་འཇིམ་པ་ལ་བསླབ་ཡོད་པའི་བུ་བཞི་བོ་གཅིག་ཆགས་དེ་བ་ཀུན་ཏུ་བཏང་པས་ནི་ཡང་དེ་འདྲ་ད་མ་རེད་དེ་གི་ཚེ་གཅིག་བསླབ་ཡང་རབ་ར་མི་འདུག་ཡང།

ས་བོན་བཅོས་མའི་འདས་ཀྱི་ལོ་རྒྱུས་ཀྱི་ནང་ལ་ཡང་དབུལ་མོ་གཅིག་གིས་རས་བུས་པའི་དབུལ་པོ་ཁྱིམ་ཟ་མི་གཉིས་ཀྱི་འབྲེལ་གྱི་ལོ་རྒྱུས་ཅིག་ད་ཅི་སྐད་ཅིག་རྙིང་པར་ད་ངས་བཤད་མི་གོ་བྱེད་ཤོག་གིན་ད། མ་མ་དུམ་བྲ་དུ་དུ་བ་ཟུང་ཆུ་གི་དུ་དུ་བ་ཐེངས་མ་མང་པོ་བཤུས་ཚར་རེད། དབུལ་པོ་རྒན་རྒོན་ཟ་མི་གཉིས་ཀྱི་ས་བོན་བཅོས་མའི་འདས་ལ་ཡང་ད་རས་ཟེར་ནི་མི་འདུག་སོ་སོའི་ཆུ་བ་མ་སྤེལ་རྗེས་ད་ནི་བུས་པའི་ལོ་རྒྱུས་ཞུས་པ། འོ་ད་རྗེས་འབུད་དེ་འདྲ་རེད་ད་སྟོང་བའི་སེམས་པ་ཤེས་ན་ད་དེ་སྤེལ་ཡག་འདུག་དེར་ད། ད་ལྟོས་ཨ་སྐད་ཅིག་གཅིག་གིས། ང་ཚོ་དཔེ་ཆའི་འབྲས་ཐིགས་པོ་ཆེན་པོའི་ཕྱོགས་སུ་འདྲི་ཁྱོད་ནི་གོ་མྱོང་མེད་དུ་བཅུག་སོ་ཞེ་ན། ལུས་བསྲུང་དགོས་རེད་ལོངས་སྤྱོད་བསྲུང་དགོས་རེད། དུས་བསྲུང་ཡག་ཐབས་ཤེས་གཅིག་རང་ཡོད་དུ་ཡོད་དུ་སྦྱིན་པ་བཏང་དགོས་སོ། ད་སྣང་བ་མེད་འགྲོ་དགོས་ཀྱི་བསྲུང་དགོས་རེད་པ། སྦྱིན་པ་བཏང་ན་ཉུང་ངུ་འགྲོ་དགོས་རེད་པ། ད་ནི་ངའི་ལག་པ་སྒོར་མོ་ལྔ་བརྒྱ་རྩིས་ཤོར་འདི་སྒོར་མོ་རེ་རེ་ཁྱེར་བཞིན་མི་ཁྱོད་ཆོས་ལ་ན་རྒྱ་གར་ཆེན་པོ་ན་དུང་དུང་ཡག་ལ་ཨ་འདོད་མ་ནི་རི་བོ་ཤོག་ཆག་གཅིག་མ་གཏོགས་མི་འདུག་ག། དེའི་གཅིག་བྱེད་ན་རག་གི་རེད་གཅིག་བྱེད་ན་རག་མ་རེད་པ་ད།

སོ་སོ་སྐྱེ་ཞིང་སྐྱེ་བ་སྤུས་དག་པོ་བྱེད་པ་ལོངས་སྤྱོད་བྱེད་བྱ་མེད་པ་མི་ལ་ག་ཏེ་གཉིས་ཡིན་པ། སེམས་ཀྱི་ནང་ནས་ལྟ་ངན། ལོ་རེ་རེ་པའི་དགའ་ལྡན་གྱི་གྲྭ་པ་རེ་རེ་ལག་པ་ལ་ཡ། ད་ངོ་ཅིག་ཉིན་འདི་ནས་ཅིག་དོམ་བཅས་གཅིག་སྟོང་གཅིག་སྟོང་ཅིག་ཕུལ་ཐུབ་ཡ་ཅིག། ད་བརྒྱ་བཙས་ལྔ་བཅུ་བཙས་ཉིས་བརྒྱ་བཙས་སུམ་བརྒྱ་བཙས་འདྲ་བརྒྱ་བཅས་གང་ལྟར་ལོ་རེ་ན་དེབ་དེ་ག་ལ་ད་ང་ཚོས་འདིར་སྤྲོད་ཐུབ་མི་ཐུབ་སྟེ། ལོ་རེ་ན་དེ་འདྲ་དེ་འདྲ་ཟེར་ད་དེ་འདྲ་ཅིག་ད་སེམས་ཀྱི་བསམ་པས་ད་ཁྱེད་རང་ཡག་ཅིག་བསད་དེ་རེད་པ།

དེ་ནས་ནང་ག་ལ་ཡ། ལྷས་སའི་སིང་དུ་བ་སྙིང་ཆ་ད་ཉག་ཆ་མགྱོགས་ཕྱོགས་དུ་ཡོར་པ། དཔའ་བོ་ཉག་ཨ་མ་ཉག་བུ་ཉག་བུ་མོ་ཉག། ཉག་དེ་དེ་ཉག་ཚུལ་ཤུ་སྔོན་པོ་དུ་མ་ད་ཉག་དཀར་བོ་དེ་རེད། ཕ་གི་ཆང་བ་སྙིང་ཆ་ཉག་ལ་ད། སྡུག་པོ་བྱེད་མགྱོགས་སེ་དེ་ཁེ་མ་རེད། ད་དེ་ཚོ་རིང་པོ་ལས་ཀ་བྱས་མ་རབ་ཏུ་བྱས། ཨ་ཏེ་དེ་ཡང་ན་ཅིག་ཏེ་ད་ཡག་པོ་རེད་པ་ད། ཨ་ཏེ་བ་ནི་ཡང་ད་ག་རེད་རྒན་ཡང་རེད་བས་སི་ཉིག་སུ་ཤོར་རེད་པ། ག་ཏེ་གུ་རེ་ཞག་འདུམ་སྙིང་པོ་ཞིག་ཏེ་ཅི་ནས་མ་ཏོ། མེ་བ། དེ་དང་ཐུགས་ཀྱི་སྨོན་ལམ་ལ་ཆེས་ཆེ་ཆེ་ག་ནས་ཡིན་ནའི་ལེ། ཆོས་ཚོགས་རྣམས་ཀྱི་གི་ཤེས་རབ་རེ་སྒྲུབ་དཔལ་འབྱོར་རེ་ཆ་ནས་ཡིན་ནའི་ལེ། ད་ཅི་གོ་ཐིག་ཡོད་རེད། ཉི་མ་རྒན་རབས་ཅིག་ཅིག་གསུང་ངོ་ཅུ་དེ་དང་པོ་དང་པོ་ལེ་ཡ། ང་དེ་བློ་ལ་ཞིབ་ཅིག་ཕྱིན་མ་སོང་ཞུ་གུ་དེ་བཞག་བསམ་བཏང་འདོད་ད་ཨ་མོ་ད་དེ་ཤོར། ད་དེ་གང་འཚམ་ཅི་ནས་ང་དེ་ཧང་སངས་སུ་ག་མེད་ད་ལེ། རྒན་འབུམ་རམས་ཅིག་ཅིག་གསུང་ངོ་དེ་རེད།

ད་དུང་ཅི་དང་པོ་དཔེར་ན་གཅིག་གིས་དུས་རབས་སྟེ་དེ་ནས་ཕར་ཕྱིན་ཏེ། ལོ་ཉི་ཤུ་རྩ་གྲངས་སུམ་ཅུ་སོ་གྲངས་དེ་འདྲའི་སྐབས་དུ་ལོ་བཏབ་པས་སྟོན་པ་པའི་ཨ་ཅོ་རང་ལྟ་ཅོ་ནི་འཁོར་ཡང་མར་ལྟ་ཅོ་ནི་འཁོར། ཉི་མ་འདི་ལྷོ་བ་ཁམས་ཚེ་གང་འདི་ལྷོ་བ་ཁམས་ཚེ་སྙིང་ཅག་སྤུ་གུ་གཉིས་ཡོད་སར་དོག་བོད་ཡུལ་ཁམས་དོག་ནི་ཡིད་དུ་ཡོད་སྤུ་གུ་གཉིས་ད་དོག་བོ་དོག་ཡོད་སར་དོག། ཨ་ནི་ལྷོ་བ་ཁམས་ཚེ་ལི་ཡག་དེ་རིང་ཁམས་ཚེ་གི་བཏབ་ཅི་དུ་སི། ཨོ་ད་གཅིག་གིས་གཅིག་སྤུ་གུ་གཅིག་ལན་རྒྱབ་རེད་དེ་རྒྱབ་བྱང་རུམ་གཅིག་གསན་དུ་བ་ཞུགས་རྒྱབ་བྱང་རུམ་གཅིག་གིས

ད་དེ་འདྲ་ཞིག་ཡོད་མ་རེད་ད། ད་དེ་ཡོད་ཅིག་སྤེལ་དགོས་རེད། ཏང་སོ་སོར་བཅོས་ཡ་མེད་ན་གང་མི་བཅོས་པ་ཅི་ཞིག་བྱེད་ཨང་ག་དེ་ཉིན་པ། ག་རེ་བྱེད་ཉིན་པ། མ་འདུག་ད་སོ་སོར་ཨ་ལས་སྔོ་ལས་ཡང་སོ་སོར་ཡང་བེ་བེ་ལུང་ལུར་བྱེད་ཅིག་ཅིག་གོ་དེ་གི་འདུག་ཨང། སོ་སོར་བེ་བེ་ལུང་ལུར་ཅིག་གི་ཐོག་ནས་སླེ་བྱེད་ད་དེ་ཡང་བཅོས་སྟངས་དེ་ང་ཚོ་ག་རེ་སོ་ལ་ལྟོས་དོ་རྐྱེན་དབང་སྔ་མའི་སྦྱིན་པའི་འཕེལ་ཤུགས་རེ་ཅིག་གི་སྟེང་ནས་བེ་མེད་ལུང་སྒྲུབ་རེ་ཅིག་གི་ཐོག་ནས་ཡོང་གི་འདུག་ན་དེ་རེད་མ་འདུག་ཅིག་གི་དེའི་ཆེད་དུ་རྩོད་སྒྲུབ་མ་བྱེད་ཤེ་ན་དེ་བྱེད་ཡོད་སྲིད་མ་ལབ་བྱ་ད་ག་རེ།

ཨ་མ་བྱིའུ་རུ་ཤ་གང་མི་བཅོས་པ་ཅི་བྱེད། དེ་བས་སེམས་ཅན་ལོངས་སྤྱོད་ཕྱིར་དགེ་བའི་བཤེས་གཉེན་མི་གདུང་ཞིང་མདོ་སྡེ་དག་ལ་རྟག་ལྟ་བས། ད་འདིའི་གཤམ་གྱི་དེ་བས་ས་ལྟ་བསྟན་བཤུག་ཞིབ་གཏོང་བ་དེར་བས་དེ་བས། རྒྱུ་མཚན་དེ་འདྲས་སོང་ཙང་ཞེས་ད་ང་ཚོ་དཔེ་ལས་དེ་རུ་བ་ལྟོས་ཨ། ད་ལྟ་ང་ཚོ་ལན་དང་པོ་བ་གཅིག་གིས་ཐེག་པ་ཆེན་པོའི་སེམས་བསྐྱེད་སྐྱེས་སྐྱེས་པ་ཙམ་དུ་མ་ཟད་པ། བྱོལ་སོང་པའི་དམ་པ་ལེན། ལེན་ནི། ད་དུས་འདི་ནས་བཟུང་སྟེ་ཇི་སྲིད་སེམས་ཅན་ཁམས་ན་མ་ཚོགས་པ་དུས་སྲིད་བོད་དུ་ད་སེམས་ཅན་གྱི་དོན་ཤ་སྟག་ཕྱིན་ཆད་འདའ་ཀ་མེད་དེ་ཞུས་པ་རེད། ད་ག་འདྲའི་བྱས་ཉེས་ཡིན་པ་ཞིག་ང་ཡང་འདོད་དོ། ད་སེམས་ཅན་ཐམས་ཅད་ལོག་པའི་ཉེར་འཛུལ་ཞིག་འགྲོ་ཐུབ་པ་ཞིག་ཡིན། ཆོས་དང་ཟང་ཟིང་གང་གི་ཕྱི་ནས་ཀྱང། ད་སེམས་ཅན་ཐམས་ཅད་ལ་གང་གི་དེ་གཏུགས་འདོད་སར་ཅིག་དེ་བསྟེན་འདོད་སར་ཅིག་ཆོས་སྡོང་ཆེན་པོ་འདུག་པ་ཞིག་ད་དེ་མེད་ན་མེ་ད་མེད་པ་འདྲ་པ་ཞིག། ང་ལ་གསོན་པོ་ལ་སྡོད་མ་ཐུབ་ཡང་ད་དཔེ་ཆ་ད་ཆོས་ཡོད་འདི་ད་འདྲེ་གི་སྐད་ཆ་ཕར་བཞག། གསོན་པོ་སྡོད་ཡ་དེ་ལ་ལས་ད་ག་ངས་བྲལ་འདོད་ཡ་ད་དེ་འདྲེ་གི་སྐད་ཅིག་ད་ཉེ་བར་འཚོལ་བའི་གཞི་བཞག། ལུས་ཚོལ་བའི་གཞི་དང་སེམས་ཚོལ་བའི་གཞི། དེ་འདྲའི་གཞི་ཆགས་ཐུབ་པ་བྱེད་མཁན་ཡིན་ཕྱིན་ད་ང་ཚོ་ཀ་མེད་དེ་གསུངས་པར་རིགས་པ། རྒྱུ་མཚན་དེ་འདྲ་ཡིན་པ་ཡིན་ན་དེ་བས་དེ་འདྲ་ཞིག་རེད་འདུག་ན་ད་ལྟ་ཁྱེད་རང་དེ་འདྲ་ཡིན་པ་ཁྱེད་རང་དེ་འདྲ་ལབ་སོང་ང་ཕྱིར་དེ་བས་དེ་ཡིན་ན། དེ་བས། ཨ་ནི་སེམས་ཅན་རྣམས་ལ་ཕན་ཐོགས་ཡ་བྱེད་དང་སེམས་ཅན་རྣམས་ལ་ལོངས་སྤྱོད་ཡ་བྱེད་དང་སེམས་ཅན་ལ་ཉེར་འཚེ་ཞི་འགྲོ་ཡ་གི་ཆེད་དུ་ད་ལུས་ལོངས་སྤྱོད་དུས་གསུངས་འདུག་ཟེར་བ་གལ་ཆེ་དེ་གི་གསུངས་དགོས་རེད། ད་དེ་གསུངས་སྟངས་འདི་ལ་ལ་ང་ཚོ་དགོངས་པ་བཞེས་ཨ། གསུངས་སྟངས་འདི་ག་འདྲ་རེད་ལ་འདི་དུ་དགེ་བའི་བཤེས་གཉེན་བསྟེན་དགོས་རེད།

དེ་ནས་པ་ཏེར་ཁྱོད་དོན་བྱས་གྱུར་པ་དེ་ཆོས་དེ་ཟང་ཟིང་གང་གི་ཕྱིར་ནས་ཀྱང། ད་ཕྱིའི་ལུས་པོ་ཚོལ་བ་གཅིག་དང་ནང་གི་སེམས་པ་ཚོལ་ཡང། ད་དེ་ནས་གཉི་ག་གཅིག་གི་དོན་ལ་ལུས་ཚོ་སེམས་ཚོ་གཉི་ག་གཅིག་གི་སྟེང་ནས་ད་སེམས་ཅན་གྱི་དོན་ཏེར་ཁྱོད་ཕྱིན་ནས་ཟིན་ཉིད་ཀྱི་མི་དེས་ཨ་ལས་དང་པོ་དང་པོ་དེ་བཤེས་གཉེན་དེ་ཚོ་དེ་ཕྱུགས་ཚར་སོང་ན་ད་ལས་ཀ་ག་གེ་ཡོང་བ་མེད་པ་ཆ་ཚར། ཆ་ཚང་ཆ་ཚར་ད་ད་ག་གེ་ཡོང་བ་མ་དེ་གི་གང་ག། དེ་ལ་དད་པ་བྱུང་འདྲ་བས་སོ་ཞེས་ད་དེ་ཏག་ཏག་མ་དད་པས་སོ་འདྲ།

ཨ་མོ་ད་འདྲེ་དེ་ཁྱོད་ནི། སངས་རྒྱས་བཅོམ་ལྡན་འདས་ཀྱི་གཞུང་རྣམས་ལ་ད་ག་མི་དེ་རུ་གོ་བ་ཡོད་རེད་མ་ཏུ་ད་གཞན་དག་རྣམས་ད་ཅི་གོ་བ་ཡོད་མ་རེད་ད། ཨ་མོ་ད་སངས་རྒྱས་བཅོམ་ལྡན་འདས་གཞུང་རྣམས་གོ་ད་ད་འདྲེ་དེ་དོག་མང་པོ་ཡོད་བ། དོན་དུ་ངས་དོག་དེ་གིན་ད་དོག་མང་པོ་ཡོད། ཨ་ད་ཞི་བུ་དོག་མོ་ད། དེ་བས་སེམས་ཅན་ལོངས་སྤྱོད་ཅན་དགེ་བའི་བཤེས་གཉེན་མི་གདུང་ཞིང་དོག་དེ་ད་ལ་དག་ད་བ། ད་དེ་ལ་གཉིས་ཡོད་ད་དེ་ཨ། ང་ཚོས་ཡི་གེ་འདིའི་དོན་ཆོག་གི་ལུས་རྟེན་ཕུན་སུམ་ཚོགས་པ་སྣོད་མིན་ཡོན་ཏན་རྒྱན་ལྡན་གྱི་མི་ལུས་ཙམ་ལ་ཟེར་གྱི་ཡོད་མ་ད་མི་ལུས་ཙམ་ལ་ཨ་ལ་ཡག་གི་ཅི་མི་འདུག་མི་ལུས་ཁ་ཅིག་ཁྱི་ལུས་ལས་སྡུག་ཏུ་འདུག་ཏུ་འདྲི་འདུག། སྐྱེས་ནས་ཕྱིར་མི་ཤི་བོ་དུ་མའི་ཟས་དུས་ཉིད། སྐྱེས་ནས་མི་ཤི་བོ་དུ་རླངས་འཁོར་གྱི་ཁལ་འཁྱེར་དུས་ཉིད། ཁྱོད་ཀྱི་སྨན་སྦྱོར་དེ་འདྲ་འདུག། ཨ་ནི་མ་རྒྱ་དེ་ཕ་ཆོག་སོ་ཡ་དེ་འདྲ་དེ་ལ་དཔའ་བོ་ཡོད་དུ་འགྲོ། ཆུ་འཇུ་ཀུན་ནས་པའི་ཞལ་ཟུང་བསྐྱབས་དུས་ཉིད། ད་ཚོད་ཀྱི་མི་ལུས་འདྲ་འདུག་ད་མི་ལུས་ཙམ་ལ་ད་ཨ་ལ་ཡག་གི་ཅི་མི་འདུག།

ད་མི་ལུས་ཡིན་པ་ཙམ་ག་ནས་ཡང་ལོག་ཤོག་ཆེན་པོ་བྱེད། དང་པོ་ནས་སྤུ་གུ་དཔེ་ཆུང་ཆུང་ག་ནས་དཔེ་རང་བཞིན་གྱི་དཔའ་ཆེན་པོ། དཔེ་ཆེ་སྟེ་ཨའི་ཡིན་ནས་དྲ་གར་ཆེ་ནས་ལ་དཔེ་འདི་ཡང་ལོག་ཐབས་ཡོད་དེ་འདྲ་ཨ་ནི་བསམ་ནོ། ཡིག་དུག་གར་ནས་ལེན་ཅིག། ཁྱི་བཞིན་གཉིས་བཞིན་ཤེས་གཉིས། ཀོ་ཚོད་གཉིས། ད་དེ་འདྲའི་གི་གཅིག་གི་རྣམ་དཔྱོད་ཀྱི་རྩལ་ཕུན་སུམ་ཚོགས་པ་གཅིག་གདའ། སྐྱེ་བ་སྔ་མའི་ཐུགས་ཀྱི་འབར་ལོང་གི་གཅིག་དུད་འགྲེལ་གྱི་འཕེན་ཤུགས་གཅིག་གི་སྟེང་ནས། མི་མང་པོས་སྐད་ཅིག་རང་བཞིན་གྱི་དུད་འགྲོ་བ་གཅིག་དང་ཁོ་རའི་ངོས་ནས། མི་མང་པོ་ལ་ཡང་ལུས་ངག་གི་སྤྱོད་ལམ་གྱི་ཐོག་ནས་གཅིག་མི་མང་པོ་ལ་འཕེན་ཐུག་ཡང་དེ་འདྲ་ཡོད་དུས་ད་ལྟ་གཉིས་པོ་ཚུར་རྣམ་པ་དག་པའི་གཤིས་སུ་རྨ་ལོང་དྲི་མ་མེད་པའི་མཚམས་སྦྱར་བར་ཟད་འོ་དེ་རེད། ད་མི་ལུས་དེའི་སྟེང་ལས་ཡང་གཞན་འདྲེ་ཕུན་སུམ་ཚོགས་པར་གྲུབ་པར་བྱེད་པ་ལས་ད་ལྟ་དེ་ང་ཚོ་སྦྱིན་བཟོ་གི་ཡོན་ཏན་གྱི་ཆ་དེ་གས་སྒྲུབ་དགོས་དུས་ད་ལོངས་སྤྱོད་ཆེན་པོར་བྱེད་དགོས་དེ་གི་དུས་ང་ཚོ་ད་ལྟ་སྦྱིན་པའི་གཡང་མོས་ལེན་ཕོད་དེ་བྱེད་ལ། དང་པོ་དེ་ལ་ཅི་ལ་བལྟས་ཀྱི་དུས་ཀྱི་ཚུལ་ཁུག།

དེ་ག་ཅི། ཨ་ནི་མི་ལུས་ཡིན། ཞེས་བྱས་ཁྱི་ལུས་ལ་དུག་དུག་དུག། མི་གང་གའི་མཐུན་ཕྱུང་ཤེས་གཡག་སོ་འདྲ། ལྟོ་བ་སྙན་པོ་སྤྱོར་གཟུགས་པོ་ཆུང་ངུ་སྤྱོར། སྤྱོད་པ་ཉེན་རྟོག་ཁ་སྤྱོར་ཁ་མང་རྟོག་ཁ་སྤྱོར་ཨ་ནི་ཁྱོད་ནི། དུག་ག་གང་ལ་གཅིག་གང་ལ་གཅིག་ཚང་གཅིག་གང་གཅིག་ཚང་གཅིག་གང་གཅིག་ཚང་ཅི། ཨ་ནི་ལུག་མ་ནང་ལ་གང་གའི་བུ་ག་ཅིག་བལྟ། གལ་སྲིད་ང་ཚོ་སློབ་དཔོན་ལ་ཞུས་པ་ན་ཤི་ནས་སྤུ་སུ་ཁུག་ཆགས་དུས་ཨ། ཟག་རྒྱུ་ཆེ་ཉལ་རྒྱུ་ཆེ་སྟོང་ཁ་བྲལ་ཆེ་དེ་གས་མ་གཏོགས་མེད་དེ་སྐྱོ། ད་དེ་འདྲའི་མི་ལུས་དེ་འདྲ་ལས་ན་ད་ཇེབ་སེ་ཤ་མི་འདུག་ག།

པོའི་མཐའ་པོ་ཤེས་ཐུབ་པ་ཚོ་ནི་མ་སོང་བའི་མི་མང་པོའི་སེམས་ལ་ཕུལ་བའི་གཟུགས་ཐུབ་ནི་དེའི་རིགས་དེ་ལ་ག་རེ་བཀོལ་རེ་ཟེར་ལ་དེ་དུ་བྲིས་པ་གསར་པོ་ཞིག་བཀོལ་རེ་ཞེས་འདིར་གསུངས་འདུག་བ། འདོད་ཆགས་ཤེས་ན་གཏི་མུག་ལ་སོགས་པ་དེ་གའང་སྐྱོ་བོ། ཞི་བོ་ཅིག་བཀོལ་རེ་ཟེར་རྣམ་དཔྱོད་ཀྱི་རྩལ་ཡོད་པ་ཅིག་བཀོལ་དགོས་ཀྱི་མ་རེད། དེ་གའི་དཔེ་ཆ་འཇུག་པ་ལེན་པོ་ཞི་བོ་ཅིག་དཔེ་ག་ཅིག་སྟེར་ཐུབ་ནི་དེ།